སྲིད་སྐྱོང་བཅས་འབར་མཁན་གྱི་ཕྱི་ནང་གཉིས་འཇལ་ཡོད་ན་དམངས་ཧྲུལ་གོམས་གཤིས་བཅས་འབར་མཁན་གྱི་ནང་སོང་འཇལ་ཡོད་པ་རེད། རེད་དེ་ཡིན་ན་རང་བྱུང་དང་རིག་ནུས་བཅས་འབར་མཁན་གྱི་ཡུལ་སྐོར་གྱི་ཐུན་མོང་མ་ཡིན་པའི་དགེ་མཚན་སྔོན་དུ་བཅུག་ཡོད་པ་དང། འདི་ནི་རིག་ནུས་དང་ཡུལ་སྐོར་ཟུང་འབྲེལ་གྱི་ལེགས་ཆ་གཙོ་བོ་ཡིན་པ་རེད། འབར་མཁན་གྱི་ཡུལ་སྐོར་མིང་རྟགས་དང་མཚན་སྙན་མཐོར་འདེགས་གཏོང་བའི་དུས་མཚུངས་སུ་ས་གནས་ཀྱི་ཡུལ་སྐོར་ལ་གོ་སྐབས་ཡག་མོ་ཞིག་བསྐྲུན་ཡོད་པ་རེད། གསར་འགོད་པས་བསྐྱར་འདྲི་བྱས་པའི་གོ་རིམ་ཁྲོད་ནས་ཤེས་རྟོགས་བྱུང་བ་ལྟར་ན། ཡུལ་སྐོར་བ་མང་བོ་ཞིག་གིས་འབར་མཁན་གྱི་མཛེས་ལྗོངས་དང་དྭངས་གཙང་གི་མཁའ་དབུགས་ལ་བསྟོད་བསྔགས་བྱས་པ་དང། སྤྱི་ཚོགས་ཀྱི་འཕེལ་རྒྱས་ཧ་ཅང་མགྱོགས་པའི་དེང་རབས་ཀྱི་དུས་འདིར། མི་ཚང་མས་གནས་མཐོ་ས་གཙང་དང་དྭངས་གཙང་གི་ཆུ་མོ་ལྷུང་ལྷུང་དུ་འབབ་པའི་མཛེས་སྡུག་གི་ཡུལ་ལྗོངས་དེ། སི་ཁྲོན་ནུབ་བྱང་རྒྱུད་ཀྱི་ཁམས་སུ་གནས་མཆོག་ཅེས་པའི་མཚན་སྙན་ཡོད་པའི་འབར་ཁམས་ལ་འགྲོ་འདོད་ཀྱི་འདུན་པ་འགོག་ཐབས་མེད་ཀྱང། ཡུལ་སྐོར་གྱི་མིང་རྟགས་བསྐྲུན་པ་ལ་བརྟེན་ནས་ས་གནས་མང་ཚོགས་ཀྱིས་ཇི་ལྟར་ཡོང་འབབ་འཕར་སྣོན་གཏོང་བཞིན་ཡོད་པའི་སྐོར་ལ་མུ་མཐུད་དུ་རྒྱུད་ལུང་འཛུགས་བྱས། འབར་མཁན་གྲོང་ཁྱེར་ནི་མཐོ་སྒང་གི་གྲོག་རོང་ཁུལ་དུ་ཆགས་ཤིང། མཚོ་འཕགས་མའི་ཉིས་སྟོང་ལྷག་ནས་མིའི་སྔ་སྟོང་སུམ་བརྒྱ་ལྷག་གི་བར་ཡིན་ལ། ནགས་ཚལ་དང་རྩྭ་ཡི་ཁེབས་ཚད་ནི་བརྒྱ་ཆའི་གོ་དྲུག་ཙམ་ཟིན་ཡོད། དགུན་ཁ་སྐམ་པ་དང་དབྱར་ཁ་བརླན་པ། ཚ་སྡུག་གི་ཁ་སྣོན་ལ་འཆར་ཆུ་དུས་ལྟར་འབབ་པ་དང། ཉི་འོད་དྲོད་འཇམ་ལྡན་པ་སོགས་ཀྱི་ཆ་ཆུང་ལྡན་པས། ལོ་ཧྲིལ་བོའི་ཆ་སྙོམས་དྲོད་ཚད་ནི་དུས་གྲངས་བརྒྱད་ནས་བརྒལ་བར་ཡིན་པ་རེད། དེར་བརྟེན་རང་བྱུང་མཁའ་དབུགས་ཀྱི་བང་མཛོད་ཅེས་པའི་མཚན་སྙན་ཐོབ་ཅིང། ན་ནིང་ལོར་རྒྱལ་ཡོངས་ཀྱི་མཁའ་དབུགས་འབག་བཙོག་ཚད་འཇལ་བྱེད་པའི་ཁྲོད་ནས་ཚད་གཞི་དང་མཐུན་པའི་གྲོང་ཁྱེར་དཀྲུག་མ་གཏོགས་མེད་ཀྱང། དེ་ལས་འབར་ཁམས་ནི་མདུན་གྲལ་དུ་ཕྱིན་པས། མཁའ་དབུགས་གཙང་མ་ཡིན་ཚུལ་ནི་རྒྱལ་ཁབ་ཀྱི་རིམ་པ་དང་པོར་སླེབས་པ་དང། ད་ལོར་བསྟུད་མར་ཟླ་བ་ཁ་ཤས་ཀྱི་རིང་ལ་རྒྱལ་ཡོངས་ཀྱི་སྔོན་དུ་བསྐྱོད་ཡོད་པས། ཁམས་གསོའི་གནས་མཆོག་ཅེས་པའི་བརྗོད་དོན་འདི་ནི་འབར་ཁམས་གྲོང་ཁྱེར་ལ་མཚོན་ན། དངོས་གནས་ཆ་རྐྱེན་དང་འཚམས་ཤིང་མིང་དོན་དང་མཐུན་པ་ཞིག་རེད་ལ། སི་ཁྲོན་གྱི་ས་ཆ་མང་པོ་ཞིག་ཡར་ཟློས་ཀྱི་ཚ་བ་ཆེ་བའི་དུས་ལ་སླེབས་བཞིན་པའི་དུས་འདིར། འབར་ཁམས་ཀྱི་དྲོ་གྲང་འདི་ཡིན་ཚུལ་གྱི་སྔར་བཞིན་དུས་གྲངས་ཉི་ཤུ་ཡས་མས་ཤིག་ཡིན་པས། དྲོ་ཞིང་བསིལ་འཇམ་དམ་པའི་གནམ་གཤིས་འདི་ཡིན་ཚུལ་གྱི་གནས་འདི་ལ་ཡུལ་སྐོར་བ་མང་བོ་ཞིག་ཡོང་བའི་རྒྱུ་མཚན་གཙོ་བོ་ཞིག་རེད་ལ། དེ་ཡིན་ན་མིག་སྔར་འབར་ཁམས་ནི་གནམ་གཤིས་ཀྱི་དྲོ་གྲང་འོས་འཚམས་དང་མཁའ་དབུགས་དྭངས་གཙང་ཡིན་པའི་གནས་མཆོག་ཅིག་ཏུ་གྲུབ་ཡོད་པས། ཡར་ཟློས་གནས་འདི་ལ་ཡོང་ན་ཁམས་གསང་ལ་རོལ་ཆོག་པ་དང། དགུན་དུས་ཡིན་ཚུལ་གྱི་གནས་འདི་གི་ཉི་འོད་ཀྱི་དཔལ་ལ་རོལ་ཆོག་པས། ལྷ་མཚང་གི་གནས་མཆོག་ཞེས་པ་འདི་ཡིས་འབར་ཁམས་ཀྱི་མ་འོངས་བར་རེ་བ་ཆེན་པོ་ཞིག་སྟེར་དང་སྟེར་བཞིན་ཡོད་སྐད། དབྱར་དུས་ཀྱི་འབར་ཁམས་གྲོང་ཁྱེར་ལ་མཚོན་ན་ནམ་མཁའ་སྔོ་ཞིང་དྭངས་ལ། སྤྲིན་དཀར་མཚོ་བོན་བཞིན་དྭངས་བ་རེད། ཚྭ་ཤུར་གྱི་དག་ཞིང་དང། ཁམས་གསོས་གྲོང་ཁྱེར་འཛུགས་སྐྲུན་དང་དྲིལ་བསྒྲགས་བྱེད་པར་བརྟེན་ནས། མི་སེར་ཚོར་མིག་མཐོང་ལག་ཟིན་གྱི་ཕན་པ་ཐོབ་ཅིང། མིག་སྔར་འབར་མཁན་གྲོང་ཁྱེར་གྱི་སྲིད་འཛིན་གྲོང་ཚོ་བརྒྱ་དང་ལྔ་ལ་བདེ་སྐྱིད་དང་མཛེས་སྡུག་ལྡན་པའི་ཁྱིམ་གཞིས་འཛུགས་སྐྲུན་བྱས་པ་དང། འབར་མཁན་གྲོང་ཁུལ་གྱི་རྨང་གཞིའི་སྒྲིག་ཆས་ཉིན་རེ་བཞིན་འཐུས་ཚང་དུ་ཡོང་བ་དང། འབར་མཁན་དང་ཝུན་ཁྲོན་བར་གྱི་གཉེར་སྐྲུན་གཞུང་ལམ་འཛུགས་སྐྲུན་བྱས་པ་དང་བསྟུན་ནས། འབར་མཁན་གྲོང་ཁྱེར་གྱི་མི་སེར་ཚོའི་ཡོང་འབབ་འཕར་སྣོན་ཡོང་བར་ཆ་རྐྱེན་གང་ལེགས་བསྐྲུན་རྒྱུ་རེད་ལ།